བོད་ཀྱི་སྙན་གྲགས་ཅན་གྱི་ཆབ་སྲིད་མི་སྣ་ངོ་སྤྲོད། བོད་ཀྱི་བཙན་པོ་གནམ་རི་སྲོང་བཙན། བོད་ཁམས་གཅིག་གྱུར་དང་མངའ་ཐང་རྒྱ་སྐྱེད། ཡབ་སྟག་རི་གཉན་སྲིད་ཁུ་ཚུར་བཞུགས་སྐབས་ལོ་མང་རིང་ཉེ་འཁོར་གྱི་རྒྱལ་ཕྲན་རྣམས་གཅིག་བསྡུས་ཀྱི་སྲིད་དབང་འཛུགས་རྒྱུའི་དོན་དུ་གྲོས་བསྡུར་སྔ་ཕྱི་དང། གནང་ཐབས་ཕུན་སུམ་ཚོགས་པ་སྣ་མང་ཞིག་ལག་བསྟར་མཛད་ཀྱི་ཡོད། དེར་བརྟེན། གནམ་རི་སྲོང་བཙན་གྱིས། རང་ཉིད་སྐུ་ན་གཞོན་དུས་ནས་བཟུང། ཡབ་ཀྱིས་རྒྱལ་ཕྲན་གཅིག་གྱུར་གྱི་ལས་དོན་ཤིན་ཏུ་གལ་གནད་ཆེན་པོར་བརྩིས་ཏེ། ལས་དོན་འདིའི་ཐད་རྒྱུན་དུ་གྲོས་བསྡུར་དང། ཐག་གཅོད་སྔ་ཕྱི་མཛད་པ་མང་ཆེ་བར་དོ་སྣང་ཆེན་པོ་གནང་མྱོང་ཡོད་སྟབས། ཡབ་ཀྱི་སྲིད་དབང་རྒྱ་སྐྱེད་ཀྱི་འཆར་སྣང་དང། ལས་ཀའི་རིམ་པ་མང་ཆེ་བར་རང་བཞིན་གྱིས་རྒྱུས་མངའ་གཏིང་ཟབ་ལྡན་པ་ཞིག་ཏུ་གྱུར་ཡོད་པ་རེད། གནམ་རི་སྲོང་བཙན་སྐུ་ན་གཞོན་དུས་ནས་ལས་དོན་ཐོག་རུ་ངར་པོ་དང། ཆབ་སྲིད་ཀྱི་ལས་དོན་ཆེ་ཕྲ་ཀུན་ལ་དོ་སྣང་ཆེན་པོ་གནང་མཁན་ཞིག་ཡིན་པས། ཡབ་དང་མཉམ་དུ་ནང་ཁུལ་གྱི་ཆབ་སྲིད་གྲོས་མོལ་མང་ཆེ་བར་མཉམ་ཞུགས་གནང་གི་ཡོད་སྟབས། ཡབ་སྟག་རི་གཉན་གཟིགས་ཀྱི་ཕུགས་འདུན་དང། ཞི་དྲག་གི་གནང་ཐབས་མང་ཆེ་བ་མཁྱེན་གྱི་ཡོད་ལ། ཁོང་ལ་ཡབ་ཀྱི་ཆབ་སྲིད་ཀྱི་བསམ་བློའི་ཤུགས་རྐྱེན་དང་བག་ཆགས་གཏིང་ཟབ་ཐེབས་ཡོད་པ་སྨོས་མ་དགོས་པ་ཡིན། གནམ་རི་སྲོང་བཙན་གྱི་ཐུགས་ལ་བརྣགས་པའི་ལས་གཞི་གཙོ་གྲས་ཤིག་ནི། ཡབ་ཀྱི་རིང་ལ་ལས་འཕྲོར་ལྷགས་པའི་རྒྱལ་ཕྲན་གཅིག་གྱུར་གྱི་སྲིད་དབང་འཛུགས་རྒྱུ་དང། བོད་རྒྱལ་ཁབ་སྟོབས་ཤུགས་ལྡན་པ་ཞིག་ཏུ་བསྒྱུར་དགོས་པ་དེ་ཡིན་ཡང། ལས་དོན་དེ་ལེགས་འགྲུབ་དང་ཕུགས་འདུན་མངོན་འགྱུར་ཡོང་བ་ནི། བཙན་པོ་རང་ཉིད་ཀྱི་སེམས་ཤུགས་དང། སྟོབས་ཤུགས་རྐྱང་པ་ལ་བརྟེན་ནས་ཡོང་མི་ཐུབ་པར། ཕྱི་ནང་གི་རྒྱུ་རྐྱེན་མང་པོ་ཞིག་ལ་ལྟོས་ནས་ཡོད་པ་ཞིག་ཡིན་པ་ཁོང་གིས་གསལ་བོར་མཁྱེན་གྱི་ཡོད། རྒྱལ་ཕྲན་གཅིག་བསྡུས་སྲིད་དབང་འཛིན་རྒྱུའི་མཐུན་རྐྱེན་གལ་གནད་ཆེ་ཤོས་ཤིག་ནི། ཡབ་སྟག་རི་གཉན་སྲིད་ཀྱི་སྐུ་དུས་སུ་ཐོག་མར་བོད་ལ་གསང་བའི་ཐོག་ནས་འབྲེལ་བ་འཛུགས་མཁན་དང། རྗེས་སུ་གཉིས་མོས་ཀྱི་གྲོས་མཐུན་དང་གནང་འཇོག་བྱེད་མཁན། ཡུལ་ངེས་པོའི་རྒྱལ་པོ་ཟིང་པོ་རྗེ་སྟག་སྐྱ་བོའི་བློན་པོ་འབའ་དབྱི་ཚབ་སོགས་ཡིན་པ་གསལ་བོ་ཤེས་ཀྱི་ཡོད་སྟབས། བཙན་པོ་གནམ་རི་སྲོང་བཙན་གྱིས་མི་སྣ་དེ་དག་ལ་བརྒྱུད་ལམ་སྣ་ཚོགས་ནས་གསང་བའི་འབྲེལ་ལམ་བསྐྱར་གསོ་གནང་རྒྱུར་ཐུགས་སྣང་ཆེན་པོ་གནང་གི་ཡོད། དེར་བརྟེན། ཕོ་བྲང་ནང་ཁུལ་གྱི་ཞིབ་ཕྲའི་ལས་དོན་བཀོད་སྒྲིག་དང། ཆབ་སྲིད་ཀྱི་གནས་བབ་བརྟན་པོར་ཆགས་ཟིན་པའི་རྗེས། གཟིགས་པོ་རྗེ་བློན་པོ་འབའ་དབྱིའི་ཚབ་དང། ཉང་གཙིགས་པོ། སྣོན་སྒྲོན་པོ་སོགས་ལ་གསང་བའི་སྒོ་ནས་འབྲེལ་བ་བསྐྱར་འཛུགས་གནང་བ་མ་ཟད། གསང་བའི་མི་སྣའི་བར་ཕན་ཚུན་ཐུག་འཕྲད་ལན་མང་བྱས་ཏེ། ཟིང་པོ་རྗེ་སྟག་སྐྱ་བོའི་མངའ་ཐང་བོད་ཀྱི་བཙན་པོའི་མངའ་ཁོངས་སུ་ལེན་རྒྱུའི་ཐད་ཕྱོགས་མང་པོ་ནས་གྲོས་བསྡུར་བྱེད་ཀྱི་ཡོད། ཐོག་མའི་གྲོས་བསྡུར་སྐབས་འབའ་དབྱི་ཚབ་སོགས་ཀྱི་བསམ་པར་བོད་ཀྱི་བཙན་པོ་གནམ་རི་སྲོང་བཙན་ནི་ཡབ་སྟག་རི་གཉན་གཟིགས་ལྟར་ཆབ་སྲིད་ཀྱི་འཇོན་ཐང་ཡོད་པ་དང་ཐག་གཅོད་ཀྱི་བློ་སྤོབས་མངའ་བ། དཔའ་ངར་བློ་སྟོབས་ལྡན་པ་ཞིག་ཡིན་མིན་ལ་དོགས་པ་ཆེན་པོ་ཞིག་རང་བཞིན་གྱིས་ཡོང་གི་ཡོད་སྟབས། སྤྱིར་བཏང་གི་འབྲེལ་ལམ་བསྐྱར་གསོ་དང་རྒྱུན་འཛིན་བྱས་པ་ཙམ་མ་གཏོགས་ཡབ་སྟག་རི་གཉན་སྲིད་ཀྱི་སྐུ་དུས་ལྟར་ཡིད་ཆེས་བློ་འགེལ་ཆ་ཚང་བྱེད་ཐུབ་ཀྱི་མེད་པ་རེད། བཙན་པོ་གནམ་རི་སྲོང་བཙན་གྱིས་ཀྱང་འབའ་དབྱི་ཚབ་སོགས་ཀྱི་རྣམ་འགྱུར་དང་བྱ་སྤྱོད། སྐད་ཆའི་ནང་དོན་བཅས་ཀྱི་ཐོག་ནས། ཁོང་ཚོས་བོད་ཀྱི་ཕྱོགས་ལ་ཡིད་ཆེས་དང་བློ་འགེལ་ཆ་ཚང་བྱེད་ཐུབ་ཀྱི་མེད་པའི་རྣམ་འགྱུར་གསལ་པོ་ཚོར་གྱི་ཡོད་ཀྱང། རང་ཉིད་ཀྱི་ངོས་ནས་བློ་དཀར་སེམས་དཀར་དང་ལྷག་བསམ་རྣམ་དག། ཡིད་ཆེས་བློ་འཁེལ་ཆ་ཚང་བྱེད་ཀྱི་ཡོད་པ་མ་ཟད། གོ་སྐབས་ནང་བྱུང་ལ་རང་ཉིད་ཀྱང་ཡབ་རྒྱལ་པོ་ལྟར་འཇོན་ཐང་ཡོད་པ་དང། དཔའ་ངར་བློ་སྟོབས་ལྡན་པ་ཞིག་ཡིན་པའི་བརྡ་སྟོན་ཡང་གནང་གི་ཡོད་པ་རེད། མཇལ་འཕྲད་དང་གྲོས་མོལ་རིམ་པར་གནང་བའི་བརྒྱུད་རིམ་ནང། འབའ་དབྱི་ཚབ་སོགས་གནམ་རི་སྲོང་བཙན་ཡང་ཡབ་སྟག་རི་གཉན་གཟིགས་ལྟར་རྣམ་དཔྱོད་དང་ཆབ་སྲིད་ཀྱི་འཇོན་ཐང་ལྡན་པ་ཞིག་ཡིན་པར་ཡིད་ཆེས་གཙང་མ་བྱུང་སྟེ། བོད་ཕྱོགས་ཀྱི་སྐུ་ཚབ་རྣམས་ལ་ཡིད་ཆེས་བློ་འགེལ་བྱུང་བ་ནས། ཕྱོགས་གཉིས་ཀ་ཕན་ཚུན་ལྷག་བསམ་རྣམ་དག་དང། ཡིད་ཆེས་གཙང་མ། བློ་རིག་སེམས་རིག་གི་འབྲེལ་བ་གཏིང་ཚུགས་པ་ཞིག་བྱུང་བའི་གཞི་རྩའི་ཐོག་ནས་གསང་བའི་གྲོས་མོལ་རིམ་པར་བྱས་པའི་མཐའ་མ། ཟིང་པོ་རྗེའི་ཐོག་བཙན་པོའི་དཔུང་དམག་འདྲེན་རྒྱུའི་དུས་ཚོད་གཏན་འཁེལ་ཐུབ་པ་བྱུང་བ་རེད། སྦ་དབྱི་ཚབ་སོགས་ཀྱི་ངེད་བོད་ཡུལ་དུ་གསང་བའི་གོ་སྒྲིག་ཡོངས་སུ་གྲུབ་པ་ན། བཙན་པོ་གནམ་རི་སྲོང་བཙན་གྱི་རྟགས་མ་ཁྲི་ཕྲག་ལྷག་གི་དཔུང་ནི་འབྲངས་ཏེ། ཡུལ་ངེད་པོར་ཟིང་པོ་རྗེ་ལ་གློ་བུར་དུ་དྲག་པོའི་དཔུང་འཇུག་བྱས་པའི་སྐབས། ཟིང་པོ་རྗེར་བོད་ཀྱི་དཔུང་དམག་ལ་ཕྱིར་རྒོལ་བྱེད་པའི་གྲ་སྒྲིག་གང་ཡང་མེད་པ་མ་ཟད། བོད་ཀྱི་དམག་དཔོན་ཚོས་སྦ་དབྱི་ཚབ་སོགས་གསང་བའི་བློན་པོ་རྣམས་ཀྱི་འཆར་འགོད་ལྟར། དམག་བརྒྱབ་པ་ན། ཕར་རྒོལ་ཐེངས་གཅིག་གིས་གཟིངས་པོ་རྗེའི་མཁར་གྲོང་གི་ལྟེ་བ་མཁར་སྤུར་བ་བླངས་ཏེ། གཟིངས་པོ་རྗེ་སྟག་སྐྱ་བོ་བསད། གཟིངས་པོ་རྗེའི་མངའ་རིས་ཡོངས་རྫོགས་བཙན་པོའི་ཆབ་འོག་ཏུ་བཅུག། དེ་སྔ་ཡུལ་ངེས་པོ་བྱ་བའང་འཕན་པོ་ཞེས་པའི་མིང་གསར་པ་ཞིག་ཏུ་གྱུར། དུས་དེ་ནས་བཟུང་འཕན་པོ་བྱ་བའི་ཡུལ་དེ་བོད་ཀྱི་བཙན་པོའི་མངའ་ཁོངས་བསྙོན་མེད་དུ་གྱུར་པ་རེད། མུ་མཐུད་གསང་སྤྲོས་ཀྱི་འཆར་འགོད་ལྟར་རིམ་གྱིས་གཙང་གི་ཕྱོགས་དང། ཉང། པས། སྣོད་སོགས་ཉེ་ལོགས་ཀྱི་རྒྱལ་ཕྲན་མང་པོ་ཞིག་ལ་བོད་ཀྱི་བཙན་པོས་དཔུང་དམག་དྲངས་ཏེ་བོད་ཀྱི་མངའ་ཁོངས་དུ་བཅུག་པ་མ་ཟད། བར་ལམ་བཙན་པོའི་ཆབ་འོག་ནས་ཤོར་བའི་བདག་པོ་ཡང། སླར་བོད་ཀྱི་བཙན་པོའི་ཆབ་འོག་ཏུ་བསྡུས་ཏེ། ཡབ་བཙན་པོ་སྟག་རི་གཉན་སྲིད་ཀྱི་ཕུགས་འདུན་ལྟར་རྒྱལ་ཕྲན་གཅིག་བསྡུས་སྲིད་དབང་སྟོབས་ཤུགས་ལྡན་པ་ཞིག་གསར་འཛུགས་གནང་ཐུབ་པ་བྱུང་བ་རེད། སྐབས་དེར་སྟོབས་ཤུགས་ཆེ་བའི་རྒྱལ་ཁབ་འབྲུག་གུ་ཡང། བོད་ཀྱི་དཔུང་དམག་གི་ཆམ་ལ་ཕབ་སྟེ་མངའ་འོག་ཏུ་བསྡུས་པ་མ་ཟད། རྒྱའི་ཡུལ་གྲུ་མང་པོ་ཞིག་ཀྱང་དྲག་པོའི་དཔུང་ཤུགས་ཀྱིས་བཅོམ། འདི་ལྟར་བཙན་པོ་གནམ་རི་སྲོང་བཙན་གྱིས་བོད་ཀྱི་མངའ་ཐང་རྒྱ་སྐྱེད་ཀྱི་སྲིད་དབང་བརྟན་པོ་ཞིག་བཙུགས་པས་བློན་པོའི་ཚོགས་ཀྱིས་བཙན་པོའི་ཆབ་སྲིད་གནམ་ལས་ཀྱང་མཐོ། དབུ་མོ་རི་ལས་ཀྱང་བཙན། བཙན་པོའི་མཚན་ལ་གནམ་རི་སྲོང་བཙན་དུ་གསོལ་བར་ཐེག། ཅེས་བཙན་པོ་ཁོང་ལ་གནམ་རི་སྲོང་བཙན་ཞེས་པའི་མཚན་གྱི་གཟེངས་བསྟོད་ཕུལ་བ་རེད།